དྲ་ཐོག་ལ་འགྲོ་བསྡད་ཀྱི་འདུག་ཨ། ད་སྲིད་སྐྱོང་ཡག་པོ་ཅིག་དང་ཅིག། སྲིད་སྐྱོང་ཡག་པོ་སླེབས་ན་ཅིག་ཕན་སབ་མ་རེད་དྲན་གྱི་འདུག་ངས། སྲིད་སྐྱོང། སྲིད་སྐྱོང། ཨ་ནི་དབུས་གཙང་ཆུ་ནས་སླེབས་བ་རང་ཡིན་ན། ཨ་ནི་ཁམས་པ་དེ་ཚོ་གི་གྲོས་ཚོགས་སྤྱི་འཐུས་ནང་ལ། གང་ལྟར། མྱང་དུ་བཅུག་ར། ཁམས་ཕྱོགས་ནས་ཡང་བསྐྱར་ཁམས་པ། སྲིད་སྐྱོང་ཅིག་སླེབས་ར་ཡིན་ན། ཨ་ནེ་དབུས་གཙང་ཕྱོགས་ཀྱི་ཡང་སྐྱོན་ལུང་པ་གང་བཤད་ཀྱི་རེད་བ། ད་ང་ཚོ་གྲོས་ཚོགས་དེ་ར་བ་དེ་ད་ལོ་མང་པོ་ཞིག་མཐོང་སོང་ག་འདྲས་བྱེད་ཀྱི་འདུག། ཨ་ནེ་རྐུབ་བཀྱག་དང་ཨ་ནེ་མིང་ལ་རྩད་བརྒྱབ་དེ་མ་གཏོགས། ཨ་ནི། ཅིག། ད་ལས་དོན་ཇི་ལྟར་བྱེད་ཀྱི་ཡོད་གི་ར། དེ་ང་ཚོས་ད་དེ་ཚོ་གསང་བ་ཡིན་གི་ར་ང་ཚོས་གོ་གི་ཡོད་གི་མ་ར་ཐོང་དེ་དེ་ལ་ད། མང་ཆེ་ཆུ་ཚོད་གཉིས་ཀ་ཅིག་ཤེས་གི་ཡིན་ན་མང་ཆེ་ཨ་ནི་ད། ཆོལ་ཁ་གི་དབྱེ་བ་མ་གཏོགས། རྩ་བའི་བརྗོད་གཞི་ཐོག་ལ་ཞེ་དྲག་འགྲོ་གི་མི་འདུག་ཨ་ནི་སྔོན་མ། ལུང་པ་ཅིག་ལ་ཨ་ནི་ལུག་ཅིག།

ཨ་ནི་འོག་ནས་སྤྱང་པོ་བཞི་དེ་ཁོ་ཟེར་ན་སྟོད་ཁོག་ཁོ་ཡིན། ཤ་སྟོད་ཁོག་དེ་ཁོ་ཡིན། གང་ཞིག་ཟེར་ན་རྐང་པ་ཁོ་ཡིན། ད་ཁོ་ཚོ་ཤ་སྟོད་སྨད་ལ་རྩེད་ཞིའོ་རྒྱམ་བསྡད་འདུག་ཡིན་ཟས་རག་གི་ཡོད་མར་ད་ཡའི་ཟ་ནི་ཟིག་གི་ཟ་དེར་ཐུག་ག་ལ། ང་ཚོ་དེ་འདྲ་འདྲ་བོ་རེད་འདུག། ཤོད་དེ་ད་རྒྱ་ལ་ཤོར་ཚར་དེ། ཡིན་ན་ཡང་ད། ཁམས་པ་གི་མ་ནག་ཆུ་དང་ཀོང་པོ་དེ་ཚོ་ནག་ཆུ་གི་ཡིན་ལ་དབུས་གཙང་གི་མངའ་རིས་དེ་ཚོ་དབུས་གཙང་གི་ཡིན་ལ་ཕ་ཐེ་མཚུ་ཐེ་ཨ་ནེ་ཤ་མེད་པ་ལ་ཤ་དེ་ཟེར་གི་ཟ་དེ་རེད། ས་དེ་རྒྱ་མི་དག་པ་རྒྱབ་དེ་རེད་ཡིན་ན་ང་ཚོ་ཨ་ནེ་སྟོང་པ་ལ་རྩེ་རྒྱབ་དེ་གི་འདུག་ཨ། དེ་ཧ་གོ་གོ་རུ་གྲོགས་པོ་དེ་ཚོ། ད་ག་རེ་བྱེད་གོ་རེད་ཟེར་ན་ད་ད་ལོ་སྲིད་སྐྱོང་ང་ལ་ཡིན་ད། མངའ་རིས་ཀྱི་སྲིད་སྐྱོང་ལངས་ཡོད་ན་ཨ་ནི་རྙོག་དྲ་མེད་འདུག་ཆོལ་ཁ་ནང་ན་ཨ་ནི། ད་ཁོ་ལ་ཨ་ནི། མདོ་སྟོད་ཀྱིས་ཉེས་བཙལ་གི་མ་རེད། ཨ་ནི་ཨ་མདོ་གིས་ཉེས་བཙལ་གི་མ་རེད་དབུས་གཙང་གིས་ཉེས་བཙལ་གི་མ་རེད། ཨ་ནི་ད་ང་སྲིད་སྐྱོང་ལངས་བ་ར་ཡིན་ན་ལས་ཀའི་ངས་དམིགས་བསལ་ག་རེ་བྱེད་ཟེར་ན། ཨ་ནི་ཁ་ཤས་ཀྱིས་རྒྱལ་བ་རིན་པོ་ཆེ་པོ་ཏཱ་ལ་དེ་འདྲའི་ཞུ་མཁན་ཟིག་ད་དེ་འདྲ་ངས་བྱེད་ཐུབ་ས་མ་རེད། ཁ་ཤས་ཀྱིས་ཡང་ཕྱི་གསར་ནང་གསར་ཟེར་གྱིན་འདུག་ཡང་དེ་ངས་བྱེད་ཐུབ་ས་མ་རེད་ད་ངས་ག་རེ་བྱེད་ཐུབ་ས་རེད་ཟེར་ནས་ད་དབུ་མའི་ལམ་ཟེར་དེ་ཡང་ད་བྱེད་ཡོང་ས་མ་རེད་རང་བཞིན་ཟེར་དེ་དཀའ་ལས་ཁག་པོ་རེད་ཞེས་ད་ངས་ག་འདྲའི་སྒྲོག་ཅིག་ལས་ཀྱི་འགྲུབ་ས་རེད་ཟེར་ན་ཨ་ནི་ད།

ཁོ་རང་ཚོ་གཅིག་རང་ཡིན་བསམ་ནས་ཨ་ནེ་རྒྱལ་ཁབ་འདི་གི་ཁྲིམས་འཁྱེར་བྱས་རྒྱལ་ཁབ་འདི་ལ་ཨ་ནེ་ཤ་ཞེན་བྱས་ནས་བསྡད་ཀྱི་འདུག་བ། ཡིན་ན་ཡང་ཁོ་ཚོ་ད་ཆོས་ཀྱི་བྱེད་སྒོ་གི་ཐོག་ནས་ག་རེ་ཇི་སྙིད་ཁྲོད་ན་ཁོ་རང་ཚོ་བྱེད་ཐུབ་དབང་ཆ་འདུག་བ། ཁོ་ཚོ་ལ་དམིགས་བསལ་གྱི་ཁྲིམས་ཅིག་མི་འདུག་བ། འོ་ད་དེ་ནང་བཞིན་གྱིས་ཨ་ནེ་ང་ཚོ་བོད་འདི་ཕག་རྒྱ་ལོག་འགྲོ་ས་རེད་ངེས། བོད་གཞུང་དུ་སྒོ་བརྒྱབ་ར་ཨ་ནི་ཆ་ཚང། གནམ་གྲུ་འགྲོ་བརླག་གོ་ན་སྦག་ས་འགྲོ་བརླག་གོ་ན་ད་ག་ཚོད་ཚོད་མི་ཡོད་ན་ད་ལམ་ས་ར་ནི་ཨ་ནི་གཞིས་ཆགས་ཁ་ན་སོ་སོ་ཕར་ལོག་ཨ་ནི་ང་ཚོ་རྒྱལ་ཁབ་གཅིག་ཡིན་ཟེར་ནས་ཚོ་རོག་བསྡད་ཨ་ནི་མིག་ས་གི་ད་བོད་པ་ཡིན་ཟེར་སྐད་མ་རྒྱབ་ན་རྒྱལ་ཁབ་གཅིག་ར་ཡིན་ཟེར་བསྡད་ན་ཨ་ནི་ང་ཚོ་རྒྱ་རྒྱལ་ཁབ་དེ་གི་ཨ་ནི་ལག་ཁྱེར་དེ་ག་བ་ལ་འགྲོ་ན་ཡང། ཤུགས་ཆེན་པོ་ཡོད་པ་བྱེད། ཨ་ནི་ཆོས་དང་ག་རེ་གི་ལས་ཀ་བྱེད་ན་ཡང། ཨ་ནི་བྱེད་ཆོག་ཆོག་ཆགས་ཀྱི་རེད་དྲན་གྱི་འདུག་ངས་ད་ལྟ་ང་ཚོ་གིས་ཨ་ནི་གཅིག་བྱས་ན་ཆོག་གི་མ་རེད་རྙོག་བྱས་ན་ཆོག་གི་མ་རེད་ཟེར་ཏེ་ང་ཚོ་ཡང། ང་ཚོ་མི་ཁ་ཤས་བོད་ཕྱི་ལོགས་བསྡད་ནས་ཨ་ནི་ང་ཚོ་བོད་གཞུང་ཟེར་ནས་བཙུགས། ཨ་ནི་རྒྱ་མི་ལ་དམ་དྲག་མང་པོ་བྱས།

ཨ་ནི་ཕར་ལོག། ཕར་ལ་མཉམ་འཛོམས་བྱས་ནས་བསྡད། རྒྱལ་ཁབ་གཅིག་ཡིན་ལབ། ཨ་ནི་ཁྲིམས་ཁ་ཁ་བཞག་གི་མ་རེད་གར་སེ་ན་ཕྱི་ལོག་ནས་སྐད་རྒྱག་གི་ཡོད་མ་རེད་བ། ཆ་ཚང་གཅིག་ཡིན་དུས་སེ་ན་གཞུ་མ་རྒྱ་མི་གི་སྲིད་སྐྱོང་ལ་ལང་ན་ཡང་ང་ཚོ་ལང་ཡ་གོ་ཁབ་རག་གི་རེད་ར། ད་ལྟ་ནེ་པལ་དེ་ཚོ་རྟ་མང་ཤར་བ་དེ་ཚོ་ཁོ་རང་ཚོ་བརྗོད་ན་ནེ་པལ་གི་སྲིད་སྐྱོང་ལང་ཡ་གོ་ཁབ་འདུག་བ། དེ་ན་ཤེས་རག་གི་རེད་དྲན་གི་འདུག་དེ་འདྲ་ཡིན་དུས་སེ་ན། ད་ལོག་གི་སྲིད་སྐྱོང་གི་འོས་དེ་འཁོར་ཆགས་ཁེངས་པོ་བླུགས་ཞོར་ལོ་ཆ་ཚང། ང་ལ་འོས་ཤོག་བླུག་སོང་ན་ཉི་མ་བཅུའི་ནང་ན་ཆ་ཚང་བོད་ནང་ལས་རེད་ད། དངོས་གནས་དྲང་གནས། ཨོ་བཀྲ་ཤིས་བདེ་ལེགས། ད་རྡོག་རྡོག་འདི་ཁ་ཤས་འཇོག་འགྲོ་རེད་ད་ཁ་ཤས་དངོས་གནས་དེ་ག་རེ་ཡིན་ཟེར་ན་ང་ཚོ་རྡ་ལམ་ས་ར་ནང་ལ་སྲིད་སྐྱོང་སུ་སླེབས་ན་སྲིད་སྐྱོང་ཡག་པོ་ཞུ་དགོ་ཟེར་གི་འདུག་ཡག་པོ་སྲིད་སྐྱོང་ཡག་པོ་སླེབས་མ་རེད་ཕན་ཐོག་ཡོད་མ་རེད་ད། སྲིད་སྐྱོང་གཅིག་གིས་ཨ་ནེ། ཆོལ་ཁ་གསུམ་ཆ་ལ་དཔེ་ལེགས་འཁྲབ་འདེད་ཐུབ་མ་ར། ཁོ་སྲིད་སྐྱོང་གི་ཆོལ་ཁ་གང་རུང་ཅིག་ནས་སླེབས་ཀྱི་ཡོད་རེད་དེ། དབུས་གཙང་ནས་སླེབས་ན་ཨ་ནེ་རྟག་དབུས་གཙང་གི་གདམས་པ་ཡིན་དུས་དབུས་གཙང་གི་ཕྱོགས་མ་བྱས་ན་ཆ་ཁྱད་ཀྱི་ཡོད་རེད། མདོ་སྟོད་ཀྱི་ཉེས་རྩ་གི་རེད། མདོ་སྟོད་ནས་སླེབས་ན་ཁོ་མདོ་སྟོད་ཀྱི་འོས་ཤོག་བླུག་འདུས་སྲིད་ན་མདོ་སྟོད་ཀྱི་ཕྱོགས་མ་བྱས་ན་ཆ་རེད་དབུས་གཙང་གི་ཉེས་རྩ་གི་རེད། བསྡད་འདུས་སྲིད་ན་ད། ཡག་པོ་བསྲེས་ཏེ་སྤེལ་དཀའ་ན་ཤག་པོ་རེད། དེ་འདྲ་ཡིན་དུས་སྲིད་ན། ང་ལ་འོས་ཤོག་བླུག་ན་ཡག་ཤོས་རེད་ད། ཁྱེད་ཚོ་དྲང་པོ་བཤད་ཡིན་ད་ཉི་མ་བཅུའི་ནང་ལ་སྦེལ་ཀུལ། ཆ་ཚང་ཕོ་ལ་ལོག་ཡས་རེད་ད། འོ་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན།